ཨ་མདའ་སོགས་ལྷན་རྒྱས་སྔ་དྲོ་ལྡི་ལི། ད་དེ་ནས་སྒ་སང་སྒང་ལ་རྗེ་བཙུན་རིན་པོ་ཆེན་གྱི་སློབ་མའི་སྐོར་ནས་དེ་ནས་དེ་མེ་མ་ཡེངས་ཀྱི་གདུལ་བྱ་ཟེར་ན་རེད་འདུལ་བར་བྱ་བ་དེ་ལྟོས་ནས་དེ་ནས་སློབ་མར་གྱུར་སོང་རེད་བ་དེ་ནས་མེ་མ་ཡེངས་ཀྱི་སློབ་མ་ཟེར་དེ་འདྲས་གང་ཤེས་པ། རང་གི་མཇལ་མྱོང་བའི་གི་ད་དཔེ་ཆའི་ནང་ལ་གང་ཡོད་པ་དེ་གཅིག་ད་མཛུབ་མོ་རེ་ཐོང་ཙམ་མཇལ་ཞུས་བ་རེད་ད་དེ་རིང་དེ་ནས་མར་རྗེ་བཙུན་རིན་པོ་ཆེན་གྱི་བཀའ་སྲུང་རྗེ་བཙུན་རིན་པོ་ཆེན་གྱི་སློབ་མ་གྱི་གཙོ་བོ་དེ་ནས་ལྷ་མོའི་ཤ་མོ་བཀྲ་ཤིས་ཚེ་རིང་མ་གྱི་སྐོར།

ཕོ་མོ་ཟོམ་ནས་སོང་བ་རེད། མི་རྣམས་འདུས་པའི་གི་ཕྱོགས་སྒམ་པོ་བ་མི་མ་ཡིན་རྣམས་འདུས་པའི་གི་ཕྱོགས་བཀྲ་ཤིས་ཚེ་རིང་བ་སྦྲ་ཁལ་ནང་འདུས་པའི་ཕྱོགས་སྔར་གྱི་ལྷན་ཅིག་སྐྱེས་པའི་སྒྲོལ་མས་ཟེར་ཏེ་བཀོད་དུ་ཡོད་རེད་དེ་ག་ནང་བཞིན་གི་དེ་ནི་ཞྭ་དམར་གཉིས་པ་གི་འདས་པ་ད་ཁ་ཆུ་ཨང་གོ་ཞེས་རེད་བ་འོ་ཁོང་གི་བཀའ་རྒྱུད་གསན་འཕྲིན་གི་ནང་ལོགས་ལ་རྗེ་བཙུན་རིན་པོ་ཆེན་གི་རྣམ་ཐར་ཅིག་ཡོད་རེད་བ་ཆོས་ཀྱི་ང་དང་མི་ལ་རས་ཅན་གི་རྣམ་ཐར་རེད་ཟེར་ཅིག་བྱིན་རླབས་འབྲིང་སྤུངས་ཆོས་དེའི་ནང་ལོགས་ལ་ཡང་སློབ་མའི་སྐབས་སུ་ད་རྗེ་བཙུན་རིན་པོ་ཆེན་འདི་ལ་སློབ་མ་མི་དང་མི་མ་ཡིན་མང་པོ་ཅིག་བྱུང་ཡོད་རེད་དེའི་ནང་ལས་ད་ཡོངས་སུ་གྲགས་པ།

ད་བདག་རྙིང་པ་འདྲ་བོ་ཆགས་ནས་ད་དེ་ནས་ཆ་བོ་པོ་དང་དེ་ནས་རྩོམ་ཕོབ་པའི་རེགས་སུ་ད་ཐོ་རེངས་པའི་རེགས་ལ་གཏོགས་པའི་བོད་མི་ལ་དེ་ནས་ཞེ་སར་གྱི་དེ་འདྲ་གི་མིང་རྙིང་པ་ཅིག་ཆགས་ཐུབ་རེད་ཨོ་དེ་ནས་ཞོ་བོ་བོ་ལ་ཡང་དེ་ནས་བུ་མོ་ལ་ཡང་ཞོ་མོ་ཞོ་བོ་ཞོ་མོ་ཨོ་དེང་སང་ང་ཚོ་གནའ་བོ་གི་ད་སྲིད་པའི་གངས་རི་དེ་འདྲ་ལ་བལྟས་པ་ཡིན་ན་ཨོ་ཞོ་མོ་ཁ་རག་ཟེར་ཡ་འདྲ་བོ་ཞོ་མོ་གླང་མ་ཟེར་ཡ་འདྲ་བོ་དེ་འདྲ་ཡོང་གི་འདུག་ག་ཞོ་མོ་གངས་དཀར་ཟེར་ཡ་འདྲ་བོ་ཨོ་དེ་རང་གི་ཐོག་ནས་ཚོང་བསྡད་ཀྱི་ཡོད་རེད།

བལྟ་བཞིན་ཡོད་རེད། འོ་དེ་རབ་བྱུང་མ་རེད་བ། དེ་ནས་བཙུན་མ་ཟེར་བ་ད་ལྟ་ར་སྒྲེང་དང་འབྲེལ་ཡ་བཙུན་པ་བཙུན་མ་ཟེར་བ་དེ་བོད་ཡིག་དག་གི་འདུག་བ་ད་དེ་ཚོ་དངོས་གནས་ཆོས་སྐད་གཙང་མ་ཆོས་སྐད་དག་མ་ད་དེ་ཚོ་ཨ་ནེ་ལ་ཡ་བྱོལ་མོ་ཟེར་ལབ་དེང་གི་དེ་ཚོ་ཐ་སྙད་ཙམ་ཅིག་ཡ་ཡག་པོ་ཞིག་སྤུས་ཚད་ཡོད་པ་ཞིག་ལབ་ཤེས་གི་ཡོད་མ་རེད་དོ་དངོས་བྱས་ན་ཨོ་དེ་འདྲ་རེད་ད་དེ་ནས་བྱོལ་མོ་བཀྲ་ཤིས་ཚེ་རིང་མ་འདི་ཡང་དེ་ག་ནང་བཞིན་གི་ཆགས་སོང་རེད་བ་དེ་འདི་དེ་ནས་བྱོལ་མོ་ཟེར་བ་དེ་ཐོག་ཡོང་གི་ཡོད་རེད་ཆ་ཚན་གི་ལས་ཀི་བཙུན་མོ་འདྲ་བོ་དེ་འདྲ་ཡིན་ད་དེ་ནས་ཁོང་དེ་ཧྥུ་གི་སྲིད་པའི་ལྷ་མཁན་གི་ཁོངས་སུ་ཡང་གཏོགས་དེ་ཡོད་རེད་འོ་སྲིད་པའི་ལྷ་མཁན། ཁོང་ཐོག་རེད་ཡ་ཡ་ཐོག་བྱུང་དེ་ང་ཚོ་བོད་ཀྱི་ལོ་རྒྱུས་ཤེས་ཡོན་དེ་དུས་ལྷ་རབས་སུ་ཡལ་བ་ད་དེ་དང་འདྲ་བའི་འབྱུང་ཁུངས་འདྲ་བ་དེ་ཡག་དེའི་དབུས་ན་ཨོ་ད་དེ་འདྲ་ཞིག་རྟོགས་སོང་ཡོད་རེད་ད་དེ་ཡང་རོབ་ཙེ་ཤི་དགོས་རེད་བ་དེའི་འདུས་ཁོང་གི་གནས་གཞི་དང་བྱུང་རིམ་དེ་ཚོ་ག་ནས་ཟེར་གི་ཡོད་རེད་ཟེར་ན་དེ་ནས་རྐང་སོག་གི་ནང་ལོགས་ལ་ཡོང་བསྡད་ཀྱི་འདུག་རྐང་སོག་གི་ནང་ལོགས་ལ་ག་རེ་ཡོང་དགོས་རེད་ཟེར་ན་ཁོང་གི་གནས་གཞི་དེ་ཤེས་ཡོང་དུས་རྡོ་རྗེ་གདན་གྱི་ཞང་ཕྱོགས་ན་བལ་པོ་གཉིས་ཀྱི་སོ་མཚམས་ན་གང་དགའ་ཤིས་ཀྱི་སྤྱོད་པས

འོ་ད་དེ་འདྲས་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ནས་ད་མིང་པ་དོན་དེ་ཧ་གོ་མ་སོང་ཧ་གོ་ས་འདྲ་བོ་བྱས་ན་ཞོ་བོ་ཨུ་ཡ་ཞོ་བོ་ར་སངས་ཞོ་བོ་གར་ཟེར་ད་དེ་ཁུངས་དོག་དེ་རེད་ཤག་ད་དེ་ཚོ་གཙང་མ་དག་དག་དྲན་གི་ཤར་ཕྱོགས་རེད་ཡོད་ར་བ་ཞོ་བོ་ཨུ་ཡ་དེ་ནས་པོ་སི་ལེ་རྒྱུད་ལ་དེ་ནས་ཞོ་བོ་ར་སངས་མེ་ལུང་གུ་ཡ་པོ་ལི་ཞོ་བོ་གར་ད་དེ་ཚོ་འདུག་དེ་འདྲས་རིམ་པས་གི་མང་ཡོད་དེ་བས་ད་ད་ལྟ་བྱས་ན་སི་བའི་གངས་རི་དེ་ཚོ་ལ་མིང་ད་ཞིག་དུག་གོ། ཨོ་བཞེས་ན་ཁོང་རྣམ་པ་གི་གནས་རི་འདྲ་བོ་ཆགས་རེད་མ་གཏོགས་ཁོ་རང་ཚོ་གང་རིགས་ཡིན་པའི་གོ་རྟོགས་འདི་རྩ་བ་ནས་ཆགས་ཀྱི་ཡོད་མ་རེད་ད་ཚེ་རིང་ཕྱིན་ང་དེ་ཁོ་རང་སྲིང་ང་ཟེར་གི་འདུག་ཨོ་ད་དེ་ལས་ཡ་སྨན་མཚུན་ང་བཀྲ་ཤིས་ཚེ་རིང་མ་མི་ལོ་སར་མ་དེ་ག་འགྲོ་སར་མ་དེང་གི་ཤེས་སར་མ་ཅོ་ཕན་བྲིས་སར་མ་ང་ཚེ་རིང་མ་དེ་ད་དེ་དབུས་མ་འདྲ་བོ་དེ་རེད་འདུག་ཨ་འགྲིག་འགྲིག་ཨོ་དེ་ཁོང་གི་རྣམ་འགྱུར་འདྲ་བོ་དེ་བཤད་ཡོང་དེ་རྣམ་འགྱུར་ང་ཚོ་རྐང་སྲིད་གོ་ནང་ལོག་ལ་དེ་ཡོང་སྡོད་ཀྱི་འདུག་བཤད་སྟངས་ཁག་གཉིས་ཀྱིས་དེ་ང་ཚེ་དབུས་ཀྱི་མཛོ་མོ་དེ་སྐུ་མདོག་དཀར་ལ་མཛོ་མཛངས་ཀྱི་ཞལ་གཅིག་ཕྱག་གཉིས་གཡོན་པ་ན་ཚ་ཡི་དུས་སུ་རྐང་བ་སོང་ཟེར་དེ་ཚེ་བུམ་ཡོང་དགོས་ཡ་དེ་གཡས་པ་རྡོ་རྗེ་རྩེ་དགུ་དེ་ཡིན། ཚེག་དཔག་བྱས་སོང་བ་ཁ་ཤས་ན་རྩེ་ལྔ་འདྲ་བོ་རེད་དེ་ནས་ཡིན་དར་དཀར་གྱི་ན་བཟའ་གསོལ་བར་གསེར་གྱི་ཕོ་ཆུ་འདེམས་ཕོ་ཅན་ཟེར་འདུག་ཞྭ་མོ་དེ་བོད་ཀྱི་ཞྭ་མོ་དེ་འདྲ་རེད་འདུག་ད་དེང་སང་ང་ཚོ་ཚང་མ་གི་དེ་རེ་ང་དྲོན་ཞྭ་བ་རྐྱང་རྐྱང་ཞིང་ཞྭ་ར་བ་དེ་དེ་རྒྱ་གར་གྱི་ལུགས་འདྲ་བོ་ཆགས་འགྲོ་གི་འདུག་དེ་ངོ་མ་ཡིན་ན་ཚང་མ་དེ་བོད་ཀྱི་ཆ་ལུགས་དང་འབྲེལ་བ་ཞེ་བོ་ཅིག་ཡོད་བསྡད་པ་དེ་རེད་དེ་ནས་རྣ་ཅན་དགོད་ཅིང་རྡོ་རྗེ་བཙུན་མོ་ཡི་ཆབ་སྲིད་སེང་གེ་དཀར་མོ་ཆེ་ཟེར་བ་དེ་ཡོང་བསྡད་ཀྱི་འདུག་དེ་ནས་བོད་ཀྱི་ཆ་ལུགས་དང་འབྲེལ་བ་ཡོད་རེད་ཞུ་དུས་ཡང་ཁ་ཤས་ཀྱི་ལྷའི་ཆ་ལུགས་དང་མིའི་ཆ་ལུགས་འདྲ་གི་མ་རེད་འདྲ་བོ་ཟེར་ནས་དེ་འདྲའི་སྐབས་བྱུང་གནང་དང་གི་ཡོང་གི་འདུག་བ་དེ་ཡིན་ཡིན་ན་ཡང་ཁོ། གང་ཡིན་དོན་དུ་སྣང་བ་མ་ཟེགས་པ་ཡིན་ན་ཁྱོད་ནི་རྩྭ་རིགས་ལྷ་ཡི་ཟེ་ཚར་ལྟ་བུ་འདུག་དགེ་ལེགས་ལས་ཞེ་ས་འདའ་བར་བགྱི་བ་འདྲ་ལྷ་མོ་རྣམས་ཀྱང་ཟེགས་འདྲེན་པ་གཅིག་ལ་གླུད་གཏོང་གླུད་གྲྭ་དང་ཚངས་པའི་དབྱངས་ཀྱང་ཟེགས་ཀྱིན་འདུག་དབུ་སྐྲ་ཉག་མ་རེ་རེ་ལ་གསེར་གྱི་ལན་ཚར་སྟོང་སྟོང་འདེན་སོང་འདུག་ལན་ཚར་ཟེར་དུས་གར་གོ་བར་ད་ང་ཚོ་བོད་རང་གི་སྐྲ་ལ་དང་སྐྲ་ལན་བུ་འགེབས་བྱས་ཏེ། འོ་ད་དེ་འདྲས་ཀྱི་རྣམ་པ་འདྲ་བོ་དེ་ཡོང་སྡད་ཀྱི་འདུག་བ་ད་དེ་ཡིན་དུས་དེ་ཁོང་རྣམ་པ་ཐོག་མ་ཡ་ཐོག་གི་མི་བྱེད་ལ་དུ་ལྷོག་གི་མི་བྱེད། དེ་སྐབས་སུ་དེ་ཚོ་ལ་ཡང་དབང་བསྒྱུར་གྱི་ནུས་པ་ཡོད་དེ་བས་ཆེས་བརྟན་པའི་ང་ཚོའི་སྟོད་ལྷ་རབས་ཀྱི་འགྲོ་སྟངས་རེད་ལྷ་རབས་དེ་ཚང་མ་ང་མ་ཡིན་ན་ལྷ་རང་བརྩི་གི་བར་དེང་སང་ལོ་རྒྱུས་ཀྱི་ནང་ཡ་ཐོག་གི་འགྲོ་བ་མི་གཅིག་གི་ནས་གནས་སྟངས་དེ་རེད་ནུ་བ་སྤྱི་ཚོགས་གཅིག་གི་གོ་སྟངས་དེ་ཕྱིས་སུ་མི་རབས་ཕྱི་མ་གི་དེ་ཚོ་ཚང་མ་ལ་ཡང་མི་བོ་ལྷར་བརྩི་བར་བརྟེན་ནས་དེ་ལྷ་རབས་དེ་ནས་མི་ཤི་ལྷ་སྐྱིད་འདྲ་བོ་བྱས་ནས་དེ་ཚོ་ཚང་མ་དེ་ཡུལ་ལྷ་ཞིབ་བཏགས་འདྲ་བོ་ཆགས་སོང།

སྐབས་ཀྱི་ཨོ་ཤ་ཆོས་ཙོང་ཁའི་ཡུལ་ལ་དམག་རྒྱང་མཁན་གྱི་དར་རྒྱས་མང་པོ་རྒྱས་ཨོ་དེ་ནས་ཁོང་དེ་ན་དགོངས་པ་རྫོགས་ནས་དེ་ནས་རི་དེ་ལ་ཁོང་གི་བང་སོ་བཏབ་ནས་དེ་ཡུལ་ལ་ཕྱག་དེ་གི་ཨོ་ཨ་མི་ད་རྒྱས་སུ་ཞུགས་དེ་གི་དོ་དེ་ནས་མདོ་སྨད་གི་ཨ་མི་ཚང་མ་དེ་འདྲས་རེད། ན་ཐང་ཆིན་ཕུག་གི་དེ་ཡུལ་ལ་ཞིག་དོ་ཨོ་ཆིན་ཕུག་གི་དེ་ལ་དགུ་པོ་ཏཱ་ར་ཟེར་ཡ་དེ་ཡང་བོད་ཀྱི་བློན་པོ་ཨོ་ད་དེ་འདྲས་དྲན་པ་ནམ་མཁའ་གསལ་ཞབས་དེ་གི་མེ་གཞི་ལྷ་གཅིག་རེད་ཟེར་དེ་ཡོང་གི་འདུག་ཨོ་ད་དེ་དང་འདྲ་བ་མང་ཐག་ཤོས་ཞིག་ཡོད་དེ་རེད་བ་དེ་ད་ང་ཚོས་སོང་བ་དེ་ཚོ། ཚང་མ་ལོ་རྒྱུས་ཤེས་ཡོན་དུ་ཐོག་མར་མི་ཡིན་པ་དེ་ནས་མི་བཞི་ལྷ་སྐྱིད་འདྲ་བོ་བྱས་ནས་དེ་ནས་བླ་མ་གི་བཀའ་བསྒོ་གཉེར་གཏད་བྱས་ནས་དང་པོ་ཡུལ་ལྷ་ཞེ་སྡང་འདྲ་བོ་བྱ་དེ་ནས་བླ་མ་གི་བཀའ་བསྒོ་གཉེར་གཏད་བྱས་ནས་དེ་ནས་བཀའ་གསུང་ཆོས་གསུང་འོ་སྐོར་གསུང་འོ་དེ་འདྲས་ཀྱང་ཆགས་སོང་རེད་བ་ང་ཚོ་ཆོས་སྐྱོང་བཙུན་མ་ར་ལོ་རྒྱུས་ཤེས་ཡོན་ན་བཙུན་མ་ར་དང་པོ་ལི་ཡུལ་ལ་ཡིན་པ་ལི་ཡུལ་ལ་རབ་བྱུང་མི་ཞིག་ཡིན་པ་འོ་དེ་རབ་བྱུང་མི་དེ་ལ་ཅིག་མ་གཉིས་ཁ་ཡོད་སོང་རེད་ཕོག་ནས་དེ་ནས་ཞེ་སྡང་གི་མཚམས་སྦྱར་བྱས་ནས་དེ་ནས་བཙན་དུག་པ་ཅིག

ལོ་རྒྱུས་ཀྱི་འགྲོ་སྟངས་ལོ་རྒྱུས་རྩ་བ་ནས་མི་ཤེས་པར་འོ་ད་དེ་འདྲའི་སྤྱང་ཆང་ནང་ལ་བསྡད་ཤག་པ་རེད་བ་ཞེས་དུ་སྤྱང་པ་ཞིག་གི་ནང་ལ་འགྲོ་དེ་འོ་ད་དེ་འདྲ་ཞིག་ཡིན་པ་དེ་ཤེས་དགོས་ཀྱི་འདུག་ད་ང་ཚོ་འདི་ལོ་རྒྱུས་ཞིབ་ཆ་ཡང་ངའི་དང་ཁ་གོ་གི་ཡོད་མ་རེད་ཞིབ་འཇུག་བྱེད་དང་ཤེས་ཀྱི་ཡོད་མ་རེད་དེ་ཡིན་ན་ཡང་ཚང་མ་ལ་ཡང་རྒྱབ་ལོག་རེ་རེ་ཡང་ཁུངས་རེ་རེ་ཐིག་ས་ཡོད་དེ་བ་འོ་ད་དེ་འདྲའི་སྤྱང་ཆང་ཆགས་དེ་ཡོད་རེད་བ། དེ་ལྟར་བྱས་ཏེ་ད་དེ་རྗེ་བཙུན་རིན་པོ་ཆེ་དང་འབྲེལ་བ་འདྲ་པོ་བྱས་ཏེ་ད་ཁོང་གི་གནས་གསར་ཏེ་དེ་ནས་གང་མཐོང་ཐེངས་རྒྱ་མོ་ཨོ་ད་དེ་འདྲས་ལ་གནས་བསྡད་པ་རེད་དེ་ནས་རྗེ་བཙུན་རིན་པོ་ཆེ་ད་དེ་ཉེ་འཁོར་ལ་བྲོས་པ་ཉམས་ལེན་འདྲ་པོ་བྱས་ཡོང་དུས་དེ་ནས་མཐོང་མཚམས་འདྲ་པོ་བྱས་ནས་དེ་མཐོང་བ་རྗེ་བཙུན་རིན་པོ་ཆེ་ལ་ཕྱིས་གཉན་ཡོངས་ཕུག་ལ་བཞུགས་བསྡད་པའི་སྐབས་སུ་ཡིན་ན་ཡང་འོ་དེ་ནས་ཡང་མཐོང་མཚམས་དེ་འདྲས་ཡོང་དེ་ནས་ཆུང་ངུ་གི་བྲག་ལ་བཞུགས་དུས་མཐོ་མཚམས་ལ་དེ་འདྲས་ཡོང་འདུག་ཆོས་བར་གྱི་ཁྱུང་ཁོང་ཕུག་ལ་བཞུགས་པའི་སྐབས་སུ་ཡང་དངོས་སུ་མཐོང་མཚམས་ཆེན་པོ། ཞེས་ནས་བྲིས་ཀྱིས་བསྐོར་ཏེ་ད་ག་ཟེ་མྱང་ཞུས་སམ་བར་བ་རྗེ་བཙུན་རིན་པོ་ཆེན་མོ་འདི་མཆོད་པ་ལ་ཕེབས་པའི་སྐབས་དེ་ན་ཞུས་སོང་རེད་དེ་ནས་རྗེ་བཙུན་རིན་པོ་ཆེན་གྱིས་ད་ག་སྒོ་དམ་བཞག་འདྲ་བོ་བྱས་ནས་བར་སྲིད་ཀྱི་གནས་ནས་དེ་ནས་རྗེ་བཙུན་དུ་སློབ་མར་གྱུར་སོང་བར་བ་སློབ་མར་གྱུར་དེ་ནས་རིམ་པས་ཀྱི་བཀའ་བསྒོ་ཉེར་བརྡའི་རྗེས་དེ་ནས་ཚེ་རིང་མ་སྙོམས་སོང་སྟེ་དེ་ལ་རྗེ་བཙུན་གྱིས་དེ་ནས་བཀའ་བསྒོ།

དཀར་པོ་དམ་བཞག་འདྲ་བོ་བཅས་ཞུ་དུས་དེ་ནི་གསེར་ཐིགས་པ་ཆེན་པོའི་ཉམས་ལེན་གྱི་རིམ་པ་སེམས་ཀྱི་དོན་དུ་གསན་ད་དེ་ལས་གསེར་ཐིགས་པ་ཆེན་པོ་ཆོས་ཆགས་དང་ཐུབ་བསྟན་རབ་དབྱངས་མན་ཤེལ་གྱི་དབང་དོན་དུ་རིམ་པས་ཀྱིས་སོང་ལྷག་པར་དུ་གསང་སྔགས་རྡོ་རྗེ་ཐེག་པའི་མན་ཤེལ་གྱི་དབང་འོ་དོན་དུ་གནང་བའི་སྐོར་དེ་མ་གྲགས་སྐོར་གསུམ་ནང་ལོགས་ལ་གསལ་ཐག་ཆོད་དོ། རྡོ་རྗེ་ཐེག་པའི་སྣོད་དུ་རང་བ་སྐྱོར་བ་འོ་དེ་ནི་རྡོ་རྗེ་ཐེག་པའི་ཆོས་འཁོར་དོན་དུ་བསྐོར་འོ་དེ་ནི་རྗེ་བཙུན་དུ་སློབ་མའི་ནང་ནས་སློབ་མ་ལྟར་གྱི་པའི་ཉམས་ལེན་འདྲ་བོ་ཡོང་མཁན་འོ་རྟོགས་པ་ཡོང་མཁན་འོ་ད་དེ་འདྲས་ཅིག་པའི་སྟོབས་ཆེན་པོ་ཅིག། ལོ་བརྒྱ་ཆ་གསུམ་པ་དེ་དེ་གསལ་པོ་ཞིག་ཡོད་བསྡད་པ་རེད། ད་དེར་མགོ་གསུམ་གྱི་ནང་ལོགས་ལ་བྱུགས་པའི་རྗེ་བཙུན་གྱི་གསུང་ཐོན་ཐོན་ནས་པས་གསུང་ཇི་ལྟར་རྗེ་བཙུན་གསུང་ཚང་མ་ད་ལ་ན་མ་བྱས་པའི་གོང་ན་མ་བྱས་པའི་ཟབ་ཆོས་རྐྱང་རྐྱང་རེད་ད་དེ་ནས་ནང་ལོགས་ལ་ཚེ་རིང་མགོ་གསུམ་དེ་དེ་ནས་རྗེ་བཙུན་གྱི་ཐུགས་ཀྱི་དགོངས་པ་མང་པོ་ཅིག་དེ་ནང་ཡོད་པ་སྙན་རྒྱུད་ཀྱི་གཞུང་ཆེན་མ་ཡིན་པ་ལྷག་པར་དུ་བར་དོ་འཕྲང་སྒྲོལ་ཟེར་ཡ་དེ་ད་ང་ཚོ་བོད་ཀྱི་ཆོས་བརྒྱུད་ཀྱི་ནང་ལ་དེང་སང་བར་དོའི་ཐོས་གྲོལ་དང་བར་དོ་གཅིག་ཅིག་མང་པོ་ཞིག་ཡོད་འདོད་ཀྱི་ཡོད་རེད་ད་དེ་ཚོ་ཡར་ཡར་ཡར་བཏུགས་སོང་ན་འོ་ད་མགོ་ཁུངས་འདྲ་བོ་ཅིག་རྗེ་བཙུན་རིན་པོ་ཆེ

འདི་ཅི་ཙག་ཆེ་ཤོས་ཡིན། ཚེ་དམངས་ཚོར་མགོ་སྐོར་བཏང་དོན་གྱི་དེ་འདྲའི་རེ་བ་མང་པོ་ཡོད་རེད་བ་ད་དེ་ཚོ་ང་ཚོ་དམངས་ལོ་རྒྱུས་པ་གོ་བརྡ་ཡག་པོ་ཞིག་འཕྲོད་སོང་ན་ནང་པ་ཤོས་དེ་མ་གཙང་མ་དྭངས་མ་ཞིག་བརྒྱུད་རིམ་ཡོང་མཁན་ཅིག་འོ་གོ་རིམ་ཡོང་མཁན་ཅིག་ཨང་དེ་ལ་དེ་སྟེང་གི་སྔ་མ་ལ་དེ་ཕྱི་མ་རྗེས་གསུངས་པ་ནང་བཞིན་གྱི་དེ་ནས་གོ་རིམ་འདྲ་བོ་ཞིག་མང་འཕྲོད་རྒྱུ་ཡོང་གི་ཡག་པོ་ཞིག་ཡོད་ཀྱི་རེད་བསམ་གྱི་འདུག་དེ་ནས་ཡིན་དེ་ལྷག་པར་དུ་ད་ཚེ་རིང་སྐོར་གསུམ་གྱི་ནང་ལོར་རྗེ་བཙུན་རིན་པོ་ཆེན་གྱི་ལྟ་བའི་སྐོར་ཅིག་གསུངས་ཤག་རེད་བ་འོ་ད་དེ་སྐད་གྲགས་ཆེ་ཤོས་རེད་རྗེ་བཙུན་གྱི་གསུང་གི་ནང་ལོར་སྐད་གྲགས་ཆེ་ཤོས་ཅིག

ཁམས་དང་སེམས་ཅན་ཐམས་ཅད་ལ་སོ་སོས་སོ་སོ་གི་ཐར་པ་དང་ཐམས་ཅད་མཁྱེན་པའི་གི་ལམ་ཁ་སྣ་ཚོགས་ཀྱིས་ཡོངས་སུ་སོང་བ་རེད་དེ་རེད་དེ་སོ་སོའི་ངོས་ནས་སོ་སོའི་ཆོས་ལུགས་ཀྱི་ཡང་དག་པ་རེད་དེ་ག་རེ་བ་ཡང་དག་པ་ཡིན་ནི་ད་ད་ལྟ་བུ་ཚན་རིག་གི་ཁོར་ཡུག་ནང་ལོགས་ལ་ཡིན་ན་ཡང་ཡེ་ཤུ་ཁ་ཅིག་མུ་སྟེགས་པ་དང་དེ་ཚོ་སོ་སོས་སོ་སོ་གི་དར་རྒྱས་ཕྱེ་ཐག་གཅོད་རེད་དེ་ག་ཡོད་རེད་བ་ད་ང་ཚོའི་ནང་པའི་ངོས་ནས་བཤད་ན་དེ་ཚོ་ལྟ་གྲུབ་མ་དག་པ་དང་ལུགས་དག་མེད་པ་ལུང་མེད་པ་གུང་སྐྱིད་མེད་པ་ད་དེ་འདྲའི་བྱེད་པ་པོ་ལྟ་གྲུབ་ཡིན་པ་ད་ཅི་ང་ཚོས་ཕྱོགས་སྔ་ཞེ་བོ་ཅིག་བཞག་དེ་ག་ཡོད་རེད་དགག་པ་ཞེ་བོ་ཅིག་བརྒྱབ་དེ་ག་ཡོད་རེད་ད་ཆོས་རའི་ནང་ལ་རེད་ད་ང་ཚོ་དགག་པ་བརྒྱབ་དུས་ཤོག་ཐོག་ད་ཆོས་རའི་ནང་ལ་མ་གཏོགས་ད་དེ་ཚོ་གི་ལྟ་གྲུབ་འཛིན་པའི་མདུན་ལམ་དེ་ལ་བོང་གི་རྐང་ཅིག་བྱུང་ཡོད་མ་རེད།

བསྡད་དེ་ཡོད་རེད་བ། དེ་རེད་ད་དེ་ནས་ནང་པ་ཡིན་ན་ནང་པ་སོ་སོ་གི་དེ་ནས་ལྟ་གྲུབ་མང་པོ་ཞིག་བཤད་ནས་ཡ་ཐོག་གི་ནི་ཡ་ཐོག་གི་ནང་པ་གི་ནི་ཡ་ཐོག་གི་ནང་པ་རང་ལ་དེ་ནི་ཚིག་གི་ལྟ་གྲུབ་ཀྱི་ཐོག་ནས་གཞི་ལམ་འབྲས་གསུམ་གི་ཐོག་ནས་སངས་རྒྱས་གྲུབ་ཀྱི་ཡོད་བསྡད་པ་ཅིག་གསུང་གི་ཡོད་རེད་དེ་ནི་ཉན་ཐོས་སྡེ་བའི་སྐབས་སུ་ཡིན་ན་ཉན་ཐོས་སྡེ་བ་སོ་སོ་དང་གནས་བརྟན་དང་བེ་ཅན་གཉིས་ཐོག་མར་གྱིས་དེ་ནས་རིམ་པས་རིམ་པས་བྱས་ཏེ་སོ་སོ་སོ་སོའི་ངོས་ནས་གཞི་ལམ་འབྲས་གསུམ་རེ་རེ་བྱས་ནས་ཚིག་གི་མཐར་ཐུག་གི་གོ་འཕང་ཐོབ་ཀྱི་ཡོད་བསྡད་པ་གཞན་དག་དེ་ལ་ཅིག་སྐྱོན་ཅན་ཡིན་པ་དེ་འདྲས་གྲུབ་མཐའ་བདེ་བ་འཇོག་སྐྱེས་པོ་དེ་འདྲས་ཀྱི་ཐོག་ནས་བྱས་པ་རེད་བ། འདི་ནི་ཐེག་པ་ཆེན་པོ་དང་ཐེག་ཆུང་གཉིས་ཀྱི་བར་ལ་ཐེག་ཆེན་དེ་བྱང་ཆུབ་མཐར་ཐུག་ཡིན་པ་འདི་ནི་དེ་སྔོན་དེ་གཅིག་ཆ་མ་ཚང་བ་ཡིན་པ་དེ་འདྲ་གི་ཐོག་ནས་ཡང་སོ་སོ་སོ་སོ་གི་བྱང་ཆུབ་མང་པོ་ཅིག་གསུང་ཤ་ར་བ་དེ་ནི་མདོ་ཡིན་ན་མདོ་རེ་རེ་རེ་རེ་གི་ནང་ལོགས་ལ་ཡང་ལམ་རིམ་རེ་རེ་རེ་རེ་གསུང་ཤ་ར་བ་དེ་རང་གི་ཐོག་ནས་དེ་གསུང་ཤ་རེ་དེ་ནི་མདོ་གི་དགོངས་པ་འདྲ་བོ་འཛིན་ཡོང་ན་དབུ་མ།

ད་དེ་གང་ལ་དེ་ནི་ད་ཀུན་བརྟགས་ཀྱི་ངག་དེ་ད་ལྟ་ང་ཚོ་ཤེས་ཡོན་ཅན་ལག་རྩལ་བ་དང་ཆོས་བ་དེ་ཚོ་ལ་དེ་ནི་དེ་ཀུན་བརྟགས་ཀྱི་ངག་དེ་ཞུ་ཆོག་རོགས་ང་ཆོས་བ་ཡིན་ང་བླ་མ་ཡིན་ང་མཁན་པོ་ཡིན་ང་དགེ་རྒན་ཆེན་མོ་ཡིན་ང་སློབ་དཔོན་ཆེན་མོ་ཡིན་འོ་ད་ང་སྤྲུལ་སྐུ་ཆེན་པོ་ཡིན་ང་སྤྲུལ་སྐུ་ཡིན་དེ་ནི་ང་བླ་མ་ཡིན་ཟེར་དེ་ཚོས་ང་ཚོའི་དེ། བའི་ཞེའུ་གཅིག་ཁོ་ན་ང་གཉིས་གསུམ་བཅུ་ཁྱི་དེ་ཡོད་རེད་བ་ད་དེ་དང་བྱས་ན་ང་རེ་རེ་མ་གཏོགས་ཡོད་མ་རེད་ད་དེ་ད་བ་ལྷན་ཅིག་གིས་ད་དེ་གཙང་མ་ཡོད་རེད་དེ་ད་ང་ཚོ་ཡ། མང་པོ་ཅིག་བྱས་ལྷག་པར་དུ་ཆོས་པ་དེ་ཚོ་ནང་ལོགས་ལ་ང་མང་པོ་ཞེའུ་གཅིག། ང་དེ་གཏོགས་པ་ཡོད་ང་གྲུབ་ཐོབ་ཡིན་ང་འཚམས་པ་ཡིན་ང་གཏོགས་མཁན་ཡིན་ཨོ་དེ་ང་གཉིས་གསུམ་དེ་འདྲ་ཁྱི་བྱས་འགྲོ་དུ་འདུག་ཡོད་རེད་བ་ད་ཐིག་གིས་མང་པོ་ཅིག་བཅིངས་འགྲོ་གི་ཡོད་རེད་གསུངས་ཨོ་ད་དེ་འདྲས་འདྲ་བོ་ཅིག་གོ་རྒྱུ་ཡོད་རེད་གསུངས་འདུག་དེ་ངས་དེ་ཧ་གོ་གི་མེད་དེ།

དེ་ནས་སྒོམ་པ་པོ་དང་བསྒོམ་བྱ་མི་སྤྲོས་བྱ་ས་དང་ལམ་ཐ་མའི་སུ་སྤྲོས་པར་བྱ་བའི་གེ་སར་ཏེ་ལས་སྤྲོས་དགོས་ཀྱི་ལམ་གྱི་རྟགས་འབྲས་བུ་སྐུ་དང་ཡེ་ཤེས་མེད་དེ་ཕྱིར་མྱ་ངན་འདས་པ་མེད་དེའི་ཕྱིར་ན་མྱ་ངན་འདས་པའི་ས་བོན་ཅན་ཡོང་ས་གོ་རེ་ཡོད་མ་རེད་ད་དེ་ཚོ་མིང་དང་མཚན་གྱི་རྟགས་བྱ་བ་ཙམ་གྱིས་རེད་དེ་ནས་ཁམས་གསུམ་བསྟན་དང་ཡོད་པར་བརྗེད་ནས་དོགས་ནས་མ་གྲུབ་སྐྱེ་བ་མེད་དེ་ནས་ཞེས་ཡོད་མ། དེ་ནས་ལས་དང་ལས་ཀྱི་རྣམ་སྨིན་མེད་དེ་ཕྱིར་འཁོར་བ་མིང་ཡང་མེད་ཐར་ཐབས་སྟོང་ལ་དེ་ལྟར་བདག་སེལ་དུས་ད་ལྟའི་དོན་དམ་གྱི་བདེན་པ་བཟུང་ནས་སྐབས་བར་པ་འདི་དགོངས་པ་རེད་ཟེར་དུས་སྐབས་བར་པའི་སྐབས་སུ་ཆོས་ཐམས་ཅད་དཔྱད་དབུ་མ་ཟེར་གོ་རེ། སྤྲོས་བྲལ་ཟེར་གོ་རེ་སྐྱེ་བ་མེད་པའི་འཁོར་གདན་འབེབས་གནང་བཞག་ར་བ་གྲུབ་མ་མྱོང་པ་ཞིག་ད་ལྟའི་དོན་དམ་གྱི་བདེན་པའི་དགེ་བཤེས་དང་ཀུན་རྫོབ་བདེན་པའི་སྣང་ངོར་ང་ཚོ་ད་ལྟ་ཡུལ་བདེ་བ་གྲུབ་བདེ་བ་དང་ད་ལྟ་ང་དང་ང་ཁོ་ད་ཁོ་ཟེར་ལབ་དང་ལབ་བཞིན་པ་དེ་བདེ་ར་བ་ད་དངོས་གནས་དང་བདེ་ར་བ་ད་དེ་ནང་ཆོས་ཀྱི་ཐོག་ནས་དེ་བདག་མེད་པ་ཅན་གྱི་མ་བདེན་པ་ཕྱི་དང་ནས་ཡང་རིམ་པས་རིམ་པས་སོང་དུས་དེ་ནི་སྐྱེ་བ་མེད་པ་ཅན་གྱི་ཐོག་ནས་མ་དབུ་མའི་སྐབས་སུ་དེ་མ་འདྲེར་ཡོང་གི་ཡོད་ར་བ།

ཀུན་རྫོབ་བདེན་པའི་དབང་དུ་ནི་དེ་ནི་འཁོར་བ་དང་ནི་མྱ་ངན་ལས་ཐམས་ཅད་ཡོད་ཅེས་གསུངས་པ་རེད་ཀུན་རྫོབ་དབང་དུ་བྱས་ན་ཡང་ཐམས་ཅད་ཡོད་བདེ་བ་ཅིག་རེད་འོ་བདེ་གསུངས་རེད་བ་མཐའ་དཔྱོད་འདྲ་བོ་བྱས་ནས་ད་ཐག་གཅིག་ལ་མ་ལྷུང་བར་བ་འོ་དེ་གི་དགོངས་པ་ཡོད་རེད་གསུངས་གི་འདུག་འདི་ལ་འོ་དེ་ཡིན་དུས་ད་ཀུན་རྫོབ་ཀྱི་སྐབས་སུ་དེ་ནི་སྣང་བ་དེ་འདྲིས་ལུས་པ་མེད་པ་ཡིན་གསུངས་དུས་ཐམས་ཅད་ཅིའང་སྲིད་བདེ་བ་དགེ་སྡིག་ཆོས་ཉིད་ལུས་པ་མེད་པའོ་དེ་རིགས་དག་བསླབ་ན་ཤེས་མ་བསླབ་ན་མི་ཤེས།

ནང་མཐོང་གསུང་རྒྱུན་ནམ་གྱི་ང་ཚོ་བདེན་གཉིས་ཟུང་འཇུག་ཟེར་ཡ་ཆོད་མ་རེད་ཨོ་ད་བདེ་གི་གོ་ཐོང་འདྲ་བོ་རེད་ཉམས་ལེན་གི་གནད་འགག་དེ་ལ་ཐུག་གི་རེད་མཐའ་གཉིས་ཀར་མ་རླུང་བུ་གཅིག་གིས་འགྲོ་དགོས་ཀྱི་ཡོད་རེད་བ་ད་དབུ་མའི་ལམ་འགྲོ་དུས་དུགས་སུ་འགྲོ་གི་རེད་གསུང་འོས་ས་རེད་ཨོ་དེ་ཁ་ཤས་ཀྱི་ཀུན་རྫོབ་རེད་ཡོད་རེད་དོན་དམ་ཡོད་མ་རེད་ཟེར་གྱི་ལབ་ནས་དེ་ནས་དགེ་མེད་སྡིག་མེད་ཀྱི་ལྟ་གྲུབ་མང་པོ་ཅིག་ཡོང་སྡོད་ཀྱི་ཡོད་རེད་ད་ང་ཚོའི་ཆོས་ལུགས་ཀྱི་ནང་ལོ་རེད་བ་ནང་པའི་ནང་ལོ། འདྲེ་ཡོད་མར་རྒྱུ་འབྲས་ཡོད་མ་རེད་དེ་གོ་མ་རེད་འཛེམ་དགོས་མ་རེད་ཟེར་ནས་ཅིག་རྟོག་པ་འདྲ་ཡོད་སོང་ན་རྒྱུ་འབྲས་བརྩི་དགོས་མ་རེད་ཟེར་དུས་དེ་ནས་ལྷུང་འགྲོ་གི་ཡོད་རེད་བ་ད་ལྟའི་དགོང་ཆེན་གྱི་ནང་ལོགས་ལ་ཆད་པ་ལྔ་ཡོད་བ་ཉན་ཐོས་ཀྱི་ཆད་པ་དབུ་མ་གི་ཆད་པ་རྫོགས་ཆེན་གྱི་ཆད་པ་ཟེར་འདྲ་ཆད་སོང་བ་ཅིག་གི་ནང་ལོགས་ལ་ཡས་ཆད་བརྒྱ་ཆད་སྟོང་ཆད་ཟེར་ཡ་འདྲ་བ་ད་དེ་འདྲའི་ནང་ལ་སོང་དུས་དེ་ནས་ལྷུང་འགྲོ་ཡོད་ས་རེད་བ་དེ་འདི་ཟུང་འཇུག་ཏུ་གལ་ཆེན་པོ་རེད་བ་དེ་སོང་ལོ། ད་དེ་ལྟར་རྟོག་པའི་ཁེ་བ་ཡི་རྣམ་ཤེས་མ་མཐོང་ཡེ་ཤེས་དང་སེམས་ཅན་མ་མཐོང་སངས་རྒྱས་དང་ཆོས་ཅན་མ་མཐོང་ཆོས་ཉིད་མཐོང་ཨོ་ད་དེ་དེ་ལ་སྙིང་རྗེ་ཤུགས་འབྱུང་སྟེ་སོང་ལོ་སྟོབས་དང། ཅེས་གསུངས་ལགས་སོ་སངས་རྒྱས་ཡོན་ཏན་གང་ཡིན་པ་ནུབ་བོད་རིན་ཆེན་ཚུལ་སྟོན་རྒྱུ་དེ་ནི་འཁྱོར་ང་ཡི་རྟོགས་བརྩལ་ཡིན་གསུངས་དུས་འདི་བཀའ་ཐ་མ་འོག་གི་དགོངས་པ་གསུངས་པ་རེད་ཟེར་གི་འདུག་བཀའ་ཐ་མ་འདི་དགོངས་པ་ཚོང་པ་རེད་བཀའ་ཐང་མ་འདི་བདེ་གཤེགས་སྙིང་པོ་གི་ཟླ་གྲུབ་གཙོ་བོར་སྟོང་པ་ར་བ་འདི་དགོངས་པ་ཚོང་པ་རེད་གསུངས་གི་འདུག་ད་ལྟ་ང་ཚོ་བཀའ་བརྒྱུད་བླ་མ་དེ་འདྲའི་འབྲེལ་ཡོད་འདུག་ཁ་ཤས་ཀྱི་འོ་མ་འཐེན་ཤོར་བ་ནང་བཞིན་འདྲ་བཞག་པ་དེ་འདྲ་ཡོད་རེད་གསུངས་གི་འདུག་དེ་ནི་བཀའ་བར་ད་གཉིས་གཅིག་གྱུར་གྱི་ཐོག་ནས་གཉིས་ཁ་གཉིས་གདོང་གི་ཐོག་ནས་འདྲ་བཞག་པ་ཡོད་རེད་གསུངས་གི་འདུག་ད་དེ་གཉིས་ང་ལྟ་གྲུབ་སྦྱངས་མྱོང་མ་ར་བ་འདི་ཡག་ཉེས་ག་འདྲའི་ཧ་གོ་གི་ཡོད་མ་རེད་ད་ངས་འདི་ནས་མར། གི་དཔེ་ཆ་ཞིག་ཡོད་མ་རེད་དམ་གསུང་ང་གསུང་གི་རེད་ད་ཚོ་མཁན་པོ་ཚོ་ད་ཁོས་དཔེ་ཆ་ཁ་ཁེ་ཤི་གི་མ་རེད་གསུང་བ་རེད་དངོས་ནས་བདེན་པ་རེད་ད་དེ་ངས་དང་ལེན་ཞུ་གི་ཡོད་ངས་དཔེ་ཆ་ཁ་ཁེ་ཤི་གི་མེད་ཡིད་ལ་ལོག་ཤེས་ཚེ་ཤེས་ཚེ་མ་གཏོགས་དངོས་གནས་དཔེ་ཆ་ཡང་དག་པའི་རེ་ཤེས་པའི་ན་དེ་དཔེ་ཐོང་རང་གི་ཉམས་ལེན་རང་གི་ཐོག་ནས་ཤེས་དགོས་ཡོད་མ་གཏོགས་ཁ་ལས་བཤད་བཞིན་པ་དང་དེ་ཅི་ལབ་ཤེས་པའི་སྤྱི་སྒོས་ཀྱི་འབྲི་གི་མི་འདུག་བ་དེ་ད་ཡིན་ན་འདི་ནི་འདི་ངམ་ཚོང་རིན་པོ་ཆེན་གྱི་མ་རྗེ་བཙུན་གྱི་གསུང་ཡི་གེ་བཀོད་ཤག་རེད་དེ་ནི་ངམ་ཚོང་རིན་པོ་ཆེན་གྱི་དེ་ནི་རྗེ་བཙུན་གྱི་གསུང་སྙན་བརྒྱུད་མ་བྲག་སྐོར་གསུམ་གྱི་ནང་ལོགས་ལ། ཡང་ཚེ་རིང་མ་ལ་གདམས་པ་ད་ག་རང་རེད་འདི་ཚེ་རིང་སྐོར་སུམ་འདེགས་མ་རྒྱས་འབྲིང་འདྲ་བོ་རེད། དེའི་སྐབས་སུ་དེ་ནས་རྗེ་བཙུན་རིན་པོ་ཆེན་གྱི་ཆོས་འཁོར་འདེབས་མར་ངོ་སྤྲོད་ཡང་བསྐྱར་གནང་འདུག་བ་དེ་གནང་ཡོང་པའི་སྐབས་ལས་དེ་འདྲས་ཅིག་སོང་ཞེས་བ་རེད་འདི། ཅིག་ཞུ་འདོད་བྱུང་སོང་ང་ཏིང་ངེ་མ་འདི་ནས་ཞུ་གི་ཡིན་འོ་ད་དེ་ག་རེ་སོང་བ་རེད་ཟེར་ན། ཡ་དོན་མ་ནི་སེམས་ཅན་ཐམས་ཅད་དབྱིངས་རང་བཞིན་གྱི་རྣམ་པར་བརྟགས་པ་ཅིག་རེད། འོ་སྐུ་གསུམ་གྱི་ངོ་བོ་ལ་ཡོད་རེད་གནས་དེ་ཡོད་རེད་སོང་འདུག་དེ་ནས་སྤང་བྱ་བློ་བུར་གྱི་དྲི་མས་བསྒྲིབས་ནས་དེ་ནས་སེམས་ཅན་དེ་འཁྲུལ་སོང་བ་རེད། འོ་ཡ་དེ་འདི་ད་བླ་མས་དབང་བཞི་བསྐུར་བའི་དུས་སུ་དེ་ནས་སྐུ་གསུམ་འདི་ངོ་སྤྲད་གི་རེད་སྒོ་གསུམ་སྐུ་གསུམ་འདི་ཟེར་བ་ར་ད། ཀྱི་ལུས་ངག་ཡིད་དེ་ནས་ངོ་སྤྲད་པར་བལྟས་ན་ལམ་གཅིག་ཚོགས་གཉིས་ནི་གོམས་ནས་དེ་བརྟན་པར་བྱས་སོང་ན་དེ་ལས་གསལ་བ་རབ་ཀྱི་མཐར་ཕྱིན་ནས་དེ་ནི་སྐུ་གསུམ་གྱི་ངོ་བོ་ཁོ་ནར་གྱུར་པ་དེ་ནི་རྡོ་རྗེ་འཆང་ཆེན་པོ་ཞེས་བྱ་བ་སངས་རྒྱས་ཀྱི་གོ་འཕང་གི་ཐུགས་ཀྱི་ཡོ་རེ་གསུངས་འདུག་ན་འདི་སྐབས་སུ་ཧི་ལ་ཡ་སྐུ་གསུམ་དང་པོའི་གཡོ་བའི་ལམ་གློ་བུར་གྱི་དྲི་མས་བསྒྲིབས་སོང་བ་འོ་དེ་གློ་བུར་གྱི་དྲི་མ་ཟད་ཀྱི་ཐ་སྙད་དོན་དུ་ཡོངས་ཀྱི་འདོར་བ་དེ་འོ་དེ་དྲི་མ་དེ་དག་སོང་ན་འོ་དེའི་འབྲས་བུ་ཐོབ་རྒྱུ་ཡོད་པ་དག་པར་བྱེད་པའི་ཐབས་ལ་སྐབས་འདི་ན། གསང་སྔགས་ལམ་གྱི་སྐབས་སུ་ནི་དབང་བཞི་གི་སྐོར་ནི་དེ་ནི་མ་དག་པར་བྱ་བ་ནི་དེ་རྗེས་གསུངས་ཤིང། ཡང་དེ་གའི་སྐབས་གཅིག་ལ་ཡེ་གདོད་མ་ནི་སེམས་ཅན་ཐམས་ཅད་སྐུ་གསུམ་མ་ཞེས་ཡེ་གདོད་མ་ནི་སེམས་ཅན་ཐམས་ཅད་སྐུ་གསུམ་དང་སྐུ་བཞི་རང་བཞིན་རེད་གསུངས་ཡང་འདི་ལྟར་འདས་བཀའ་གང་གི་དགོངས་པ་རེད་བ་བཀའ་དང་པོ་བཀའ་བར་པ་བཀའ་ཐ་མ་དེ་ནི་ང་ཚོ་དབུ་མ་གི་དགོངས་པ་རེད་དམ་མ་རེད་བསམ་བློ་བཏང་དགོས་ས་ཡོད་ས་རེད་བསམ་གྱི་འདུག་འོ་དེ་དེ་འདྲ་ཡོད་རེད་ད་བར་དེ་སྤང་བྱ་དེ་ཚོ་གློ་བུར་གྱི་དྲི་མས་བསྒྲིབས་སོང་དེ་དེ་སེམས་ཅན་དུ་རེད་སོང་རེད་ད་ཞི་དམ་ཚིག་གསུང་ལམ་སྨོན་འཁྲུལ་གཉིས་བསྒོམ། གྲོགས་སྐྱེས་པ་བཅས་སོང་ན་གློ་བུར་གྱི་དྲི་མ་དེ་དག་ཐུག་པ་རེད་དེ་སྤང་བྱ་གློ་བུར་གྱི་དྲི་མ་དེ་དག་ཟོ་འདོད་གཡེང་རང་བཞིན་གྱི་རྣམ་ཐར་དེ་ཡིན་དུས་དེ་ནི་དག་པ་གཉིས་ལྡན་ཆགས་པ་རེད་གསུངས་འདུག་འོ་དེ་དག་པ་གཉིས་ལྡན་གྱི་ཆོས་སྐད་དེ་སྐབས་བར་ད་གང་གི་དགོངས་པ་རེད་རེད་བ་དེ་ནས་སྐུ་གསུམ་དང་སྐུ་བཞི་རང་ཟེར་བ་དེ་རང་ཆས་སུ་ཡོད་དེ་བས་དེ་རྟོགས་ཡོང་དགོས་བ་རེད་དེ་འབྲས་བུ་སྐུ་བཞི་རང་ཟེར་སོང་རེད་དེ་ལ་འབྲས་བུ་སྐུ་བཞི་ཞེས་མིང་བཏགས་སོ་གསུངས་འདུག་ད་འདི་ང་རང་གིས་ནི་དཔེ་ཆ་ཧ་གོ་གི་ཡོད་མ་རེད་དེ་དོན་དེ་རྒྱུད་བླ་མའི་དགོངས་པ་ནང་བཞིན་ཟོ་བ་རོགས་བཀའ་ཐང་མའི་དགོངས་པ་ནང་བཞིན་དེ།

དར་ཆེན་གྱི་ནང་ལ་ཤི་ནས་བདེ་གཤེགས་སྙིང་པོ་སྟེ་གསུངས། འོ་དེ་ནི་རྒྱུད་བླ་མའི་དགོངས་པ་ནང་བཞིན་ཅིག་གསུངས་ཡོང་གི་འདུག་འོ་ད་དེ་འདྲ་ཡིན་དུས་འདི་ཚོར་ཡང་ཅིག་དོ་སྣང་ཞིག་དགོས་པ་དེ་འདྲ་ཅིག་རེད་ཤག་བསམ་ནས་ངས་དེ་ནས་མ་ར་ར་ད་གང་ཤི་བའི་ཅིག་ཞུས་ཤག་རེད་ད་འོ་དེ་འདྲའི་གི་ཐོག་ནས་ད་ཚེ་རིང་སྐོར་གསུམ་དེའི་ནང་ལ་ད་ཆོས་འཁོར་གི་གནས་མང་པོ་ཞེ་བོ་ཅིག་གསུངས་ཤག་རེད་དེ་ནས་ཁ་སང་གོ་འདི་ཞུས་ཡོང་པའི་མ་དྲག་སྐོར་གསུམ་དེའི་ནང་ལོགས་ལ་དེ་འདྲའི་པའི་སྡོམ་པ་སོ་སོ་གི་རྣམ་བཞག་ཁ་གསལ་བོ་ཞེ་བོ་ཅིག་གསུངས་ཤག་རེད་ད་སྐྱབས་འགྲོ་གི་སྡོམ་པ་སོ་ཐར་གི་སྡོམ་པ་བྱང་སེམས་གི་སྡོམ་པ་ལྷག་པར་དུ་གསང་སྔགས་བླ་མེད་ཀྱི་ཐབས་མི་ཞིག་གི་དབང་དྲོ་ཞིག་གི་བྲིས་དེ་ནས་དམ་ཚིག། དོན་པ་སྐོར་དེ་ངོ་ནས་ཧང་སང་དགོས་སོང་བ་རེད་དེ་བཀའ་བཅུ་གིས་ངོ་ནས་དོ་སྣང་ཞིག་དགོས་ས་ཀྱི་གཞུང་ལུགས་གལ་ཆེན་པོ་ཞིག་ཉམས་གསུང་རིན་པོ་ཆེན་གྱི་དཔེ་ལྟ་སྐྱེས་བུ་ཞེ་བོ་གཅིག་གིས་སོང་བར་རྗེ་བཙུན་སྲུང་མ་ཡི་གེར་བཀོད་ནས་ད་དེ་ཚོ་དཔེ་རྗེ་བཙུན་རིན་པོ་ཆེན་གྱི་ལྟ་དགོངས་རེད་སྐབས་དེ་དུས་ཀྱི་ཉམས་ཤིག་རེད་དེ་ཚོ་རྟོགས་པར་བྱ་བ་ལ་དམན་ནི་མེད་ཐབས་མེད་པ་འདྲ་བོ་ཞིག་དེ་ཚོ་བལྟས་ན་དཔེ་ཐག་ཉེ་བོ་ཞེ་བོ་གཅིག་ར་བ་དེའི་གསུང་རབ་དེ་ཚོ་ང་ཚོ་ཕྱིས་སུ་དང་དེ་ནི་དེ་རིང་ཁེ་ཚང་གིས་ཅིག་བསམ་ཚུལ་ལྟ་ཚུལ་བཤད་བསྡད་པ་དང་འདྲ་གི་མར་བ་དཔེ་ཡག་ཁོ་རང་རྣམ་པ་རང་དང་ཐག་ཉེ་བོ་གཅིག་མཐོང། ཨིན་དུས་པས་ངེས་ཤེས་འདྲ་བོ་འདྲོངས་ཡག་དེ་ཤུགས་ཆེ་བོ་ཅིག་ཆེ་གི་རེད་པ་འོ་ད་དེ་འདྲས་རེད་དེ་ནས་ཚེ་རིང་མ་དེ་དང་རྗེ་བཙུན་གྱི་སློབ་མར་གྱུར་པ་དེ་ནས་རྡོ་རྗེ་ཐེབས་དགོས་ཀྱི་སློབ་མར་གྱུར་པ་བཀའ་སྲུང་སུ་གྱུར་བསམ་པ་འོ་ད་དེ་འདྲས་འདྲ་བོ་ཅིག་རྗེ་བཙུན་རིན་པོ་ཆེན་གྱི་གྲྭ་ཚང་དེ་རིགས་གོང་དུ་ཡང་བྱུང་སོང་ངམ་མེད་མ་ཡིན་གྱི་ཕྱག་རྒྱ་མ་སྔགས་སྔགས་ཀྱི་ནང་ལོགས་ལ་ཁོང་གཙོ་བོ་འདྲ་བོ་ཅིག་ཆགས་སོང་རེད་བ་དེ་འདུས་ཕྱིན་ཆད་ལས་ཀྱི་ཕྱག་རྒྱ་མཛད་ནས་བཟའ་བཏུང་གྱ་ནོམ་པའི་ཡོང་སྟངས་དེ་སྒོ་གཉིས་ཀྱི་ཐུགས་དམ་ཐམས་ཅད་ཚིམ་པར་བཞེས་སོ་ཟེར་ཏེ་ཡོང་གི་འདུག་ད་སྒོ་གཉིས་དེ་དེ་ནས་སྤྱི་བཏང་གི་ཐམ་ལམ་ལ་སྟེང་གོང་འོག་སྒོ་གཉིས་སུ་དེ་འདྲས་ཡོང་དགོས་རེད་བ།

བྱུས་ཡིན་པ་དེ་ནི་རྣམ་ཐར་ཀུན་འདུས་ཟེར་ཡ་འདྲ་བོ་དང་ད་དེ་ཚོ་ཚང་མའི་ནང་ལ་དེ་ནི་སྒོ་གཉིས་རྐྱང་ཆང་རེད་སོང་ཞག་འདུག་ད་ལྟ་རྩ་ཉོན་ཧེ་རུ་ཀ་དེ་བསྒྲིགས་པའི་གི་ད་དེའི་ནང་ལོར་སྒོ་གསུམ་གྱི་ཐུགས་དམ་བསྐང་ཞིང་གཉིས་པར་བྱས་སོ་ཟེར་དེ་འདྲས་སྒོ་གསུམ་དེ་བཅོས་ཞག་འདུག་དེ་ད་དེ་དོན་ལ་དངོས་སུ་ཞུགས་མ་ཞུགས་པ་འདྲ་བོ་ཅིག་ཡོང་གི་འདུག་ད་དེ་གཅིག་རེད་ད་དེ་མིན་གི་ད་འདི་སྒོམ་གུམ་ནང་ལོར་ལྷག་པར་དུ་ཚེ་རིང་སྐོར་གསུམ་དེ་ཚོ་ཡིག་ཆ་སྔ་ཕྱི་སྔ་ཕྱི་ཅིག་འདོར་ཡོང་པ་ཡིན་ན་ད་ཁ་སང་ཡང་གོང་དུ་ཞུས་པ་ཡིན་དེ་ནི་ཅིག་ཚིག་ཟུར་རེད་ད་དེ་འདྲས་ཏོག་ཏོག་ཏོག་ཏུ་འགྱུར་བ་ཐེབས་འདུག་དེ།

དེ་ནས་ཡང་ཞུས་འདུག་པ་རྗེ་བཙུན་ལགས་སེ་ནི་ཁོ་མོ་ཞག་སློབ་དཔོན་པད་མ་འབྱུང་ནས་བོད་ལ་བྱོན་པའི་དུས་སུ་ཁ་ལ་རུང་བོ་ལ་དེ་ནི་སྔོ་སེར་ཐོག་མཚམས་ཞེས་པར་བལྟས་ནས་དེ་ཕྱག་རྒྱ་སྙིང་པོ་ཟིལ་བོར་མནན་ནས་བཀའ་འཕངས་སོ་ཞེས་པ་ལ་དེ་ནི་ཁས་ལེན་བྱེད་རྒྱུ་བྱས་སོང་དེ་རང་སྔགས་ཀྱི་སྙིང་པོ་ཐུན་དུ་ཡང་ཕུལ་བས་ཡིན་དེའི་སྐབས་སུ་ཡིན་ན་རྒྱུ་འབྲས་ཀྱི་ཆོས་ཐོས་སོང་གསུངས་འདུག་དེ་ནས་རྒྱ་གར་གྱི་དུར་ཁྲོད་མོན་པ་སྒྲ་སྒྲོགས་ཟེར་བ་དེ་ན་ཡང་སློབ་དཔོན་ཕྱོགས་ཀྱི་གོ་ཆ་དང་དེ་ནས་སློབ་དཔོན་བརྟུལ་ཞུགས་ཅེས་པ་ནག་སྒོ་གི་ཞབས་ལས་དེ་ནས་དབང་བསྐུར་དེ་འབྲི་ཐུབ།

བདག་ཞབས་པའི་སོར་འཇིགས་ཡོད་ད་དེ་འདྲ་ཞིག་ཡོང་གི་འདུག་གང་ལྟར་ཀྱང་དེ་ནི་ཁོང་བསྟན་མ་བཅུ་གཉིས་ཀྱི་གྲས་རེད་རྗེ་བཙུན་རིན་པོ་ཆེ་འགས་ད་བཀའ་སྲུང་དངོས་སུ་ཕྱག་སོང་རེད་དེ་ནི་ཁོང་གི་ཡང་དེ་ནི་སྐལ་ལྡན་གྱི་སྐྱེ་བོ་ལ་དེ་འདྲའི་ཆོས་མང་པོ་ཞིག་གནང་ཡོད་ས་རེད་དེ་རྒྱུ་མཚན་དེ་ག་ནས་ཡོང་གི་འདུག་ཟེར་ན་དེ་རྗེ་སྒམ་པོ་པ་གི་སློབ་ཆེན་སྒྲུབ་ཐབས་ཁང་པ་དབུ་ཟེར་དེ་ནི་ཞོལ་ར་བ་དེ་ནི་བཅའ་དུས་གསུམ་མཁྱེན་པ་གི་དེ་ནི་ཞོལ་མོ་ཚེ་རིང་མ་དང་ཡང་རྩ་བའི་བླ་མའི་གྲས་གཅིག་ལ་འཛིན་བསྡད་ཀྱི་ཡོད་ར་བ་ཁོང་གོང་གི་ཆོས་ཞུ་མྱོང་མདོག་དེ་ཁོང་གི་རྗེ་བཙུན་རིན་པོ་ཆེ་སློབ་མ་བདུན་གྱི་ཞབས་ལ་གཏོགས་ཀྱི་ཡིན་གསུངས་དུས་བདུན་གྱི་གྲས་སུ་དེ་ནི་ཚེ་རིང་མ་དེ་ཆགས་ཡོད་པ་རེད། དེ་འདིར་ཇོ་མོ་བཀྲ་ཤིས་ཚེ་རིང་མ་གླིང་ཀ་བ་དང་ཚོ་གདོང་སོགས་སྒྲུབ་བརྒྱུད་ཀུན་གྱི་བཅུད་ལ་མདའ་དབུས་སུ་དེ་འདྲའི་གསུང་ཐེབས་གནང་ལོག་རེད་ཡོང་བསྡད་ཀྱི་འདུག་ཨོ་དེ་ཁོང་ཚེ་རིང་མེད་ཀྱི་ལོ་མ་འོ་ད་དེ་འདྲས་ཆགས་སོང་རེད་དེ་ནས་ད་ཁོང་བསྟན་མ་བཅུ་གཉིས་ཀྱི་ཁོངས་གཏོགས་ཡིན་འདུག་དེ་ནས་བསྟན་མ་བཅུ་གཉིས་དང་མཉམ་དུ་ཡང་གྲགས་པ་ཆེན་པོ་རྗེ་བྱུང་རྗེ་བཙུན་མི་ལའི་བཀའ་གསུང་དུ་གྲགས་ཆེན་པོ་ཆགས་སོང་དུས་གསུང་མ་ཡིན་གསུང་དུས་དེ་ལ་བརྟེན་ནས་ཡང་སྐད་གྲགས་ཆེན་པོ་རྗེ་བླ་བྷེ་ཀྱི་ཐོག་ནས་སྐད་གྲགས་ཡོད་བསྡད་པ་ཅིག་རེད་བ། དེར་བརྟེན་ནས་མུ་མཐུད་ནས་ཤོག་བྱ་རུ་བྱས་ནས་ད་དེ་ནས་བོད་ཡུལ་ག་ས་ག་ལ་དེ་ནས་ཞོ་མོ་ཚེ་རིང་མ་གི་དེ་ནས་གནས་རི་རེད་ཟེར་ཡ་དེ་ནས་མང་པོ་བྱུང་འདུག་བ་ད་མཐོ་འབྲིང་རྒྱལ་མོ་དེ་བསྟན་བཤིག་ཅིག་རེད་བ་དེ་ནས་མ་ར་ནུབ་ལ་ཕྱིན་སོང་ན་དེ་ནས་ད་ལྟ་པོ་རང་ལས་འབྲི་རྩིས་ཁང་ལ་དེ་ནས་ཚེ་རིང་མ་གང་ཟེར་ཡ་འདྲ་བོ་དེ་ནས་ཕག་རིའི་ཞོ་མོ་ཟེར་ཤར་ཕྱོགས་ལས་རེད་བ་དེ་ཕག་རིའི་ཞོ་མོ་དེ་ལ་ཡང་ཚེ་རིང་མའི་གནས་རི་ཡིན་ཟེར་ཡ་འདྲ་བོ་ཚེ་རིང་མའི་གནས་རི་དེ་འདྲ་ཡིན་ན་དེང་སང་བོད་ས་ཆ་མང་པོ་ལ་ཡོད། ལ་དེ་འདྲ་ཡོད་རེད་གསུང་གི་འདུག་ཚེ་རིང་མ་ནེ་རི་རེད། དེ་འདི་ལྟར་བསྐོང་དེ་ཤུགས་ཆེན་པོ་ཞུ་ཅིག་དར་སོང་བ་དེ་ནས་བོད་ཀྱི་ཆོས་རྒྱུད་ཀྱི་ནང་ལོར་བཤད་ན་གསང་སྔགས་རྙིང་མའི་ཕྱོགས་ནས་དེ་ནས་གཏེར་ཆོས་མཚམས་ཆད་ཀྱི་ནང་ལོར་གཏེར་མ་བཅུ་གཉིས་དེ་ཡོང་སོང་དུས་དེ་ད་དེ་འདྲར་ནས་རྙིང་མའི་བླ་མ་མང་པོ་ཆེ་གེ་སོ་ཞོ་གནང་དེང་གི་དེ་ནས་རྗེ་བཙུན་རིན་པོ་ཆེན་གྱི་བཀའ་སྲུང་ཡིན་སོང་དུས་བཀའ་བརྒྱུད་སྤྱིའི་ཆ་ནས་ཚང་མ་གི་ད་དེ་ཡང་གསུང་བ་གལ་ཆེན་པོ་ཅིག་བཙལ་བསྡད་པ་དེ་ནས་རེ་བ་དགེ་ལུགས་ཀྱི་ནང་ལོར་ལ་ཡིན་ན་ཡང་དེ་ག་ནང་བཞིན་གྱི་བསྟེན་མཁན་ཡོད་བསྡད་པ་ས་སྐྱའི་ཁོངས་གཏོགས་ལ་ཡང་ཡོད་འདྲ་དེ་ནས་ཡང། ཁོང་ལ་ཡང་སྨན་ཚུན་ཚད་རིང་མང་དུ་ཞུ་རེ་བ་སྨན་བསད་དེ་སྨན་བསད་དེ་དུས་ད་དེ་སྨན་པས་ཀྱི་སྨན་དེ་རེ་བ་འོ་དེ་ནས་སྨན་པ་དེ་འདྲས་ཀྱི་ཡང་སྨན་སྐྱོང་གི་ཁོངས་གཏོགས་ལ་བཞག་ནས་སྨན་གྱི་སྲུང་མའི་ཁོངས་གཏོགས་ལ་བཞག་ནས་ཨ་སྨན་པ་དང་གསོ་བྱེད་པ་དེ་འདྲས་ཀྱི་ཡང་སྲུང་མ་བསྟེན་ཡ་དེ་ནས་པའི་སྲུང་མ་ད་པའི་ཡོངས་གྲགས་གཙོས་མི་ཡོངས་གྲགས་ཟེར་བ་མ་རེད་ཚང་མ་གྱི་ཁས་ལེན་ཐུབ་བདེ་བ་གཙོ་བ་མི་རེ་བ་མེད་བདེ་བ་འོ་གཅིག་སྲུང་མ་ཡང་དག་པའི་ཁོངས་གཏོགས་འདྲ་བོ་དེ། ཆགས་ནས་ཨོ་དེ་འདྲ་ཅིག་རེད་དེ་ག་ད་བ་ད་དེ་ནས་དེ་ཁོང་གི་ཁུངས་འདྲ་བ་དེ་ང་ཚོ་ནང་པ་དང་བྲིས་ནས་མ་ཁུངས་ཅིག་བཤད་ཡོང་དུས་ཡང་ཨོ་འདི་འདྲ་བཤད་ཡོང་གི་འདུག་དེ་ཚེ་རིང་བའི་སྐོར་དེ་ཚོ་ནང་རུང་དེ། གསང་སྔགས་ཀྱི་ད་རྒྱུད་དེ་རྣལ་འབྱོར་མ་བཅུས་ཟེར་བར་བ་མ་བཅུས་སྣང་ལ་ལ་དེ་ནི་རྡོ་རྗེ་མཁའ་འགྲོ་དང་མཁའ་འགྲོ་རྒྱ་མཚོ་བརྒྱུད་ནས་དེ་ནས་གསུངས་བྱ་བའི་གི་ད་བོད་ཡུལ་གྱི་ཞིང་སྐྱོང་གི་མཁའ་འགྲོ་མ་ལྷན་ཅིག་སྐྱེས་མ་ཟེར་ཡ་དེ་རེད་བོད་ཡུལ་ལྷན་ཅིག་སྐྱེས་མ་དེ་ཟེར་ཨོ་དེ་འདྲ་གི་རང་བཞིན་གྱི་དེ་འདྲ་མཁའ་འགྲོ་མ་ཡོང་རྒྱུ་གསུངས་བར་བ་དེ་གྲས་རེད་བསྟན་དུས་དྲེགས་པ་ཞི་བ་འོད་ཀྱི་དེ་འདྲ་གསུངས་བ་རེད་ཕྱི་ལྟར་སྨན་ཚུན་ཆེན་མོ་ང་ནང་ལྟར་ཞིང་སྐྱོང་ཆེན་མོ་ང་གསང་བ་རབ་ཀྱི་ཡུམ་ཆེན་ང་གཙོ་མོ་བཀྲ་ཤིས་ཚེ་རིང་བ།

སྤྱང་པོ་ཆ་ཚང་སྐུ་འཕྲེང་དང་པོ་དེར་བ། འོ་དེ་ཡིས་ད་ང་ཡང་བརྗེད་ནས་དེ་ནས་རྗེ་བཙུན་མི་ལེགས་པར་ཐུགས་ཀྱི་གདམས་ངག་དེ་ཚོ་གནང་བ་དེ་འདྲས་ཀྱི་ད་ཕྱིས་སུ་ཡིན་ན་ཡང་གཟིགས་སྣང་གི་ཐོག་ནས་རྗེས་སུ་བཟུང་སོང་བ་དེ་འདྲས་མང་པོ་ཡོད་རེད་དེ་ནས་བཅས་རང་གཞུང་རྡོ་རྗེ་གི་བར་དོའི་གི་རྣམ་ཐར་ནང་ལ་ཡང་ཁོང་ལ་སྤྲུལ་སྐུ་མྱུར་དུ་བྱོན་དགོས་རེད་ཟེར་དེ་འདྲས་སྐུལ་མ་མཛད་པའི་ཚུལ་བར་དོར་ཞུ་གི་སྐབས་ཡིན་ས་རེད་དེ་ནས་ཕྱིས་སུ་ད་གར་དབང་ཆོས་ཀྱི་དབང་ཕྱུག་ལ་ཞྭ་དམར་འདྲེར་བ་ཞེས་པ་ཞེས་པ་ཟེར་ས་དེ་ཞག་མ་དྲུག་པ། འོ་དེ་ནས་ཁོང་ལ་དེ་ནས་ཁོང་གི་རང་རྟགས་གསེར་གྱི་རྡོ་རྗེ་དང་དེ་ནས་རྡོ་འབྲིང་བ་དེ་ནས་ངོ་མཚར་ཅན་དེ་འདྲས་ཕུལ་བ་རེད་དེ་ཁོང་མཆོད་པར་ཕེབས་ར་བ་མཆོད་པར་ཕེབས་པའི་སྐབས་སུ་དེ་ནས་ད་ལྟ་མཆོད་པར་གྱི་དགོན་པ་དེ་གཙུག་ལག་ཁང་ཆེ་བ་དེ་ཁོང་གིས་བཞེངས་གནང་ར་བ་འོ་དེ་རེད་དེ་ནས་སི་ཏུ་ཆོས་དགེ་འབྱུང་གནས་བལ་ཡུལ་ཕེབས་པའི་སྐབས་སུ་དངོས་སུ་བསུ་མ་བྱུང་ནས་དེ་ནས། ཐམས་ཅད་ཀྱི་རིགས་བརྒྱུད་པ་དེ་འཇག་ཚོང། སྣ་ཁ་ལྔ་བྲིས་དེ་འདྲས་ཅིག།

རེད་ཟེར་བ་ད་དེ་འདྲའི་གསུང་བཞག་འདུག་ད་དེ་རེད་དེ་ཡིན་དུས་ད་དེ་ནས་མང་པོ་ཞིག་ཞུ་དགོས་ཡ་ཡོད་མ་རེད་དེ་དུས་ད་ལྟ་ང་ཚོ་ཅིག་དེ་འདྲ་མཇལ་ཡོང་པ་ཡིན་ན་ད་ཞོ་མོ་ཚེ་རིང་མེད་ཀྱི་འཇིགས་སྣང་དེ་ནས་བཀའ་གཏད་སྒྲུབ་ཐབས་ད་གསོལ་ཤོག་གི་ཡིག་ཆ་མང་པོ་ཞིག་མཇལ་ཡ་ཡོད་དེ་རེད་ད་ཆོས་རྒྱུད་སོ་སོ་སོ་སོ་གི་བླ་མ་མཛད་བཞག་པ་ད་དེ་ན་གཙོ་བོ་འདྲ་བ་དེ་རྗེ་བཙུན་མི་ལེགས་ཀྱི་སློབ་བརྒྱུད་ཀྱི་ད་ཡིག་ཆ་རག་ལས་དེ་གི་དོ་བ་སྔ་ཤོས་འདྲ་བ་དེ་ད་གཞན་གཅིག་ནི་དེ་མ་བཅུ་གཉིས་དེ་འབྲི་བའི་རིགས་རེད་དེ། ཨོ་དེ་འདྲ་རེད་བཞག་ད་བཀའ་རྒྱུད་ཀྱི་ཕྱོགས་ལ་དེ་ནས་རྗེ་བཙུན་རིན་པོ་ཆེ་ནས་དེ་ནས་རྗེ་སྒམ་པོ་བ་ཕག་མོ་འགྲོ་བས་འབྲི་གུང་སྐྱོ་བ་ནས་མ་འབྲི་གུང་ཕྱོགས་ནས་རིམ་པས་བརྒྱུད་དེ་བས་ད་བྱིན་ནང་དང་ཚན་དབང་དང་དེ་འདྲ་མང་པོ་ཡོང་གི་འདུག་དེ་ནས་ཤུགས་ཆེ་ཤོས་དེ་ད་རྗེ་བཙུན་རིན་པོ་ཆེན་གྱི་སློབ་མ་ངམ་ཚོང་སྟོང་པ་དེ་ནས་གུང་ཐང་རས་པ་དེ་ནས་རྒྱ་ཕོ་བ་ལུང་པ་ལ་སོགས་པ་ནས་མ་རིམ་པར་བརྒྱུད་པའི་དེ་འདྲ་གྲགས་ཆེ་ཤོས་རེད་ད་དེ་ཡིན་ཏེ་དེ་ནས་རྗེ་དུས་གསུམ་ཆེན་པོ་ལས་བརྒྱུད་པ་དེ་འདྲ་ཡང་བྱིན་ནང་དང་འདྲ་ཡོད་པ་རེད་བཞག་ད་གང་ལྟར་གྲུབ་ཐོབ་དང་བྱིན་ནང་གི་ཡི་གེ་རྙིང་ཤོས་དེ་ངམ་ཚོང་གི་ལུགས་དེ་ལ་གཏུགས་དགོས་པ་འོ་ད་དེ་འདྲས་ཞིག་རེད་དེ་ཡིན་དུས་ད་ལྟ་ང་ཚོ་བཀའ་རྒྱུད་ང་ཚོ་ལོ་ལེགས་ཡིན་ན་ཚེ་རིང་མེད་གི། ཆུ་སྒོར་དེ་སོང་ཡོང་དུས་དེ་ནི་བཀའ་སྲུང་བཀྲ་ཤིས་ཚེ་རིང་མེད་གི་དེ་ནི་རྩ་གཞུང་སུ་སོང་འདུག་རྩ་བའི་གཞུང་ད་དེ་འདྲ་གི་ཡིག་ཆ་མང་པོ་ཅིག་ཡོད་རེད་ཚེ་རིང་མ་ཚེ་སྒོར་ནི་དེ་ནི་འཇིག་ད་འཇིག་ན་དབང་དེ་ནི་ད་དེ་བེ་སུག་སོད་ཆུ་དེ་ནི་གཡང་ཁྱབ་གཡང་སྒྲུབ་ཚེ་སྒྲུབ་དེ་ནི་མང་པོ་ཞིབ་ཅིག་ཡོང་གི་འདུག་དཔེ་ཆ་ཤར་ན་ཁྲུས་ཁང་ལ་རྩ་བའི་མཛད་པའི་རྗེ་བཙུན་མི་ལེགས་ཀི་ཐུན་མོང་མ་ཡིན་པའི་གི་ཚང་བ།

རེད། དེ་ནས་ད་ལྟའི་ཁོང་ཚོ་ཡོངས་སུ་གྲགས་པའི་སྲུང་མ་རེད་དེང་སང་སྲུང་མ་ཞིབ་འཇུག་བྱེད་མཁན་གྱི་ནང་ལོགས་ལ་ཡང་འདི་ཚོ་སྐོར་ནས་ཡང་མང་པོ་ཞིག་ཡོང་འདོད་ཡོད་པ་རེད་ཐོག་མར་ཕྱི་རྒྱལ་གྱི་མིག་གིས་བོད་གཞིས་བྱེས་གཅིག་ལྷ་འདྲེས་གྱི་ལས་འགུལ་རིག་གནས་གསལ་བོར་དེ་ཡི་ཐོག་ན་བྱས་ཡོད་རེད་བ་ད་དེ་ལ་བརྟེན་ནས་དྲི་བ་དྲིས་ལན་འདྲ་བོ་མང་པོ་ཡོང་སོང་དོན་དེང་སང་བླ་མ་ཁ་ཤས་ཀྱི་གཅིག་གི་སྲུང་མའི་ལོ་རྒྱུས་ཕྱོགས་བསྒྲིགས་ཟེར་ཡ་འདྲ་བོ་དེ་འདྲ་མང་པོ་ཞིག་ཡོང་འདོད་ཀྱི་འདུག་ད་སྔོན་མ་ཡིན་ན་ཡང་གླེ་ལུང་ཞེས་པ་རྡོ་རྗེ་གི་ཡང་དམ་ཆེན་རྒྱ་མཚོ་གི་རྣམ་ཐར་ཟེར་ཡ་གཅིག་བསྒྲིགས་གནང་ཡོད་རེད་དེ།

མེད་ས་བ་ད་དེ་འདྲ་ཅིག་ཆགས་སོང་རེད་ད་སྔོན་ཆད་ན་དཔེ་ཁང་རུ་དཀར་པོ་དཀར་རྐྱང་དུང་འདྲ་བ་ཡོད་རེད་ས་དེ་རིང་སྐལ་བཟང་གང་ཞོན་ནས་ཁྲ་བོ་ཟིལ་འདྲ་བ་ཞིག་ཆགས་ནས་འདབ་ཐམས་ཅད་པ་ནག་ཁྲ་ཤིག་ཤིག་འདྲ་བ་ད་དེ་འདྲ་ཅིག་ཆགས་འདུག་ཡོད་རེད་ད་འདི་སྐོར་དེ་ལ་ཅིག་གི་སྐབས་དེ་ནས་ཡང་ཡོང་བསྡད་ཀྱི་ཡོད་རེད་ཅེས་ཚུན་གྱི་རྗེས་སུ་བཟུང་ཚོད་དེ་མ་འདུག་དམིགས་བསལ་གྱི་ཞིབ་ཕྲ་འདྲ་བ་ཅིག་ཡིན་ཉིད་མ་སོང་འོ་ད་དེ་འདྲ་ཅིག་རེད་གསུངས་པ་དེ་ས་ལ་མ་སྨིན་ཚུན་ད་དེ་ཡང་འབྲུག་པའི་གནས་ཀྱི་སྲིད་པའི་བདག་མོ་ཅིག་ཡིན་པ་གང་ཤེས་ད་ནང་ཁུལ་ནང་ལོགས་ལ་ལ་མ་སྲིད་ཚོ་མེད་ཟེར་འདུག་ས་ལ་མུ་ཚོ་མེད་ས་ལ་མང་ཟེར་ཡོང་འདུག་བ་བལ་པོ་ལམ་པའི་ཚོ་མེད་བྱུང་བར་དེ་ད། ཚེ་རིང་སྐོར་གསུམ་གྱི་ནང་ལོགས་ལ་དེ་ནས་ཕྱག་རྒྱ་མ་ལྔའི་ནང་ལོགས་ནང་དུ་ཡོང་གི་ཡོད་རེད་མ་གཏོགས་དེ་ནས་ངོས་ཟིན་ཐོབ་མ་སོང། ཁ་སང་གོང་དུ་ཞུས་མེད་པ་འདི་རགས་བསྡུས་ཅིག་དེ་ནས་མུ་མཐུད་ནས་འབད་བརྩོན་གནང་དགོས་ཆེད་རེད་ཞག་དེ་ང་ཚོ་དོ་སྣང་བྱེད་མཁན་ཞིག་ཡིན་པ་ཡིན་ན་འོ་ད་ཟེར་བ་ནི་དོ་སྣང་མ་གནང་དུས་ད་ལྟ་བར་དུ་ནག་ཁུང་འདྲ་བོ་གཅིག་ཆགས་བསྡད་ཀྱི་འདུག་ད་ལྟའི་སྒོ་བཀའ་རྒྱུད་ཀྱི་རྗེས་འཇུག་ཚང་མས་ཞལ་གཅིག་གིས་ཕྱག་མེར་ཞལ་གཉིས་འདྲ་བོ་ཆགས་བསྡད་ཀྱི་འདུག་དོ་སྣང་མ་བྱས་དུས་དེ་ནས་ལིང་བ་གྲགས་ཀྱི་སྨན་བཙུན་མ་ཟེར་ལིང་བ་གྲགས་དེ་ད་གང་རུང། དེ་ང་རིག་སྐོར་སམ་གུང་ཐང་གི་གུང་ཐང་གི་བྲག་ཅིག་ཡོང་གི་འདུག་བ་དེ་རེད་དེ་ཚོའི་རྣམ་ཐར་ཁ་ཤས་གནང་ལོག་ལ་ཨོ་དེ་གུང་ཐང་རྒྱལ་རབས་ཀྱི་ད་མངའ་ཁོངས་འདྲ་བོ་ཆགས་དེ་གའི་ཨོ་དེ་ནས་རྗེ་བཙུན་གྱི་འཁྲུངས་ཡུལ་དང་འབྲེལ་བའི་རོང་གི་ད་སྐྱ་རྔ་ཙག་གཉིས་ཀྱི་ད་འབྲུག་པ་གཉིས་ཀྱི་ད་ནུབ་ཏུ་ལྟེ་བའི་བར་གྱི་ནུབ་ངོགས་ཀྱི་རི་ངོགས་རེད་འདུག་བ་ཨོ་དེ་རེད་ད་འདི་སྔོན་མ་དེ་ཁྱེད་ར་བ་ད་སྔོན་ཕ་མེང་ར་བ་ད་དེ་འདྲའི་སྡུག་མྱོང་བའི་རི་བྲག་ཡིན་པ་དེ་དང་འབྲེལ་བ་ཡོད་ས་རེད།

རྗེ་བཙུན་རྣམ་ཐར་སྐབས་སུ་འོ་དེ་ཞུས་ཟིན་པ་རེད་ད་དེ་ནས་རྗེ་བཙུན་རིན་པོ་ཆེ་ཁོང་རྣམ་གཉིས་པར་རོ་ལུ་མགོར་དེ་འདྲ་མང་པོ་སོང་བར་དང་འགོར་དེ་ཚོ་དངོས་གནས་དཔེ་མི་སྲིད་པ་ང་ཚོའི་རྣམ་ཐོག་པའམ་ལྷ་འདྲེའི་རྣམ་རྟོག་དེ་ཚོ་གི་ཐོག་ནས་ངོ་སྤྲོད་ཞིབ་པོ་ཅིག་གནང་བཞག་རེ་བ་ང་ཚོ་ནམ་རྒྱུན་ཕྱག་རྒྱ་ཆེན་པོ་པའི་རོ་སྙོམ་རོ་སྙོམ་པའི་སྐབས་སུ་ལམ་ཁྱེར་ལམ་ཁྱེར་སྐབས་སུ་ལྷ་འདྲེ་ལམ་ཁྱེར་སྐབས་ཀྱི་ཉམས་ལེན་པདྨ་དྲིན་མ་ཁོ་རང་གསུང་བཞག་རེ་བ་ལྷག་པར་དུ།

ནམ་ཚ་ཁ་ཤས་སྔ་མོ་རང་གི་མི་རིགས་རང་གི་དེ་ནམ་ཚ་དང་ཚུ་ཁྲིའི་ཞབས་དེ་ནས་ཕྱིས་སུ་དེ་ནས་རྒྱ་གར་དང་བལ་བོ་གི་དེ་དང་ཚུ་གི་ལྷ་དང་དེ་འདྲའི་ཁྲི་ཐང་ལ་ཤུགས་རྐྱེན་ཐེབས་ནས་དེ་ནས་རྒྱུ་བ་འདྲ་བོ་ཐེབས་སོང་བ་འོ་ད་དེ་འདྲས་ཅིག་རེད་ཤག་ད་དེ་ཞོར་ནས་འཕྲོས་སོང་རེད་འོ་ད་དེ་ཞོར་ནས་འཕྲོས་སོང་བ་རེད་ད་དེ་ང་དེ་ཉམས་ཞུ་བ་མ་རེད་བ་དེ་ཞི་དྲག་འདྲ་ཞུ་ཡ་ཡོད་བ་མ་རེད་ད་དེ་འདྲས་རེད་ད་དེ་ཚོ་རྗེ་བཙུན་རིན་པོ་ཆེན་གྱི་བཀའ་གསུང་ཚེ་རིང་མ་གཙོ་བོར་གྱུར་བའི་དེ་ནས་ད་མི་མ་ཡིན། ཚོགས་དང་ཤོར་བ་ལྔ། ད་དེ་འདྲའི་རྗེ་བཙུན་རིན་པོ་ཆེ་འགའ་ད་ལས་རྒྱ་ཡིན་ཟེར་ཏེ་ཡོང་གི་ཡོད་རེད་བ་ད་དེ་དང་འབྲེལ་བའི་ཕྱག་ན་མང་རག་རིམ་གྱིས་ཞུས་པ་ད་འདི་ཚོ་གོ་སྤྱིར་གྱི་ང་ཚོ་གནའ་བོའི་གི་རིག་གནས་ཞེ་དྲག་དུས་དེ་ནས་གསང་སྔགས་ཀྱི་རིག་གནས་དང་འདྲ་བའི་ཐོག་ནས་མང་སུ་འདི་བཤད་རྒྱ་ཡ་རེད་མ་གཏོགས་སྤྱི་དང་ང་ཚོ་སོ་སོ་སྐྱེ་བོ་གི་ལྟ་བ་དང་འཇིག་རྟེན་ཐུན་མོང་གི་ལྟ་བ་དང་བསམ་ཚུལ་གི་ཐོག་ནས་འདི་བཤད་རྒྱ་ཡ་རྩ་བ་ནས་ཡོད་མ་རེད་དེ་ཡོད་མ་རེད་དེ་དེང་སང་ཁ་ཤས་ཀྱིས་དེ་དེ་འདྲ་ལབ་བསྡད་ཀྱི་ཡོད་རེད་བ་ཚེ་རིང་མ་དེ་རེད་རེད་ཟེར་ཏེ་འདྲ་བོ་དེ་འདྲ་ལབ་ནས་རེད་ལ་གལ་ཆེ་ཡ་ཡོད་མ་རེད་འདྲ་བོ་ལབ་ནས་འདི་ཁུག་རྩིས་འདྲ་བོ་རྒྱབ་བ་རེད་ཚེ་རིང་མ་དེ། རེད་རེད་ཟེར། བོད་ཀྱི་རིག་གཞུང་གཅིག་གི་ནང་ལོ་བཤད་ཡོག་མ་རེད་བཀའ་རྒྱུད་ཀྱི་ཡི་གེ་གཅིག་གི་ནང་ལོ་བཤད་ཡོག་མ་རེད་བ་ད་ལྟ་གང་མཐོང་དེང་རྒྱལ་མོ་དེ་ཚེ་རིང་མའི་གནས་རི་རེད་ཟེར་དེ་ལབ་ཡོག་རེད་བ། དུས་ཀྱི་ཁྱད་པར་ཙམ་གཅིག་ཡ་ཆད་མ་གཏོགས་པའི་ཞེས་ནས་དེ་ནས། ཨོ་དེ་འདྲས་འདྲི་བཤད་རྒྱབ་འཐེན་གི་ཡོག་རེད་བ་ད་འདི་ཚོ་བསམ་ན་གསང་སྔགས་ཀྱི་ལྟ་གྲུབ་གསང་སྔགས་ཀྱི་དགོངས་པ་རྒྱུད་སྡེ་ཀྱི་དགོངས་པ་ཨོ་ད་དེ་ཚོ་གི་ནང་ལོ་ལ་མ་རར་བལྟས་ནས་དེ་ནས་གོ་བ་འདྲ་བོ་ཞིག་ག་འདྲས་ལེན་དགོས་ཀྱི་འདུག་དགོངས་པ་འདྲ་བོ་ཞིག་དང་ག་འདྲས་རེད་ཤག་ཨོ་དེ་ཀྱི་ཐོག་ནས་མ་འགྲོ་དགོས་ཀྱི་ཡོག་རེད་རྗེ་བཙུན་རིན་པོ་ཆེན་གྱི་ད་ལྟ་རྣམ་ཐར་སྤྱིའི་ཆ་ནས་བཤད་ན་གོ་དེ་གསང་སྔགས་ཉམས་ལེན་བྱེད་མཁན་དེ་གསང་སྔགས་དེ་འདྲས་ནས་གོ་བ་ལེན་ཡ་ཅིག་བྱས་ཐོབ་པ་ཡིན་ན་དེ་ནི་གནས་ལུགས་དངོས་པ་ཐག་ཉེ་བོ། དེ་ཡོང་དགོས་རེད་པ་དེ་ནི་རྗེ་བཙུན་རིན་པོ་ཆེ། ཤཱཀྱའི་དགེ་སློང་གཅིག་ཡིན་ན་ཡང་དེ་འདུལ་བའི་གི་ཁྲིམས་ཀྱི་ངོས་ནས་བ་ལྟ་ཆོག་དེ་གི་ཐོག་ནས་བལྟས་ནས་རྗེ་བཙུན་གི་མཛད་པ་འཕྲིན་ལས་དང་ཚུལ་འདྲི་བྱས་རྒྱབ་ན་ཡང་གོ་བ་ལེན་བདེ་བོ་ཅིག་ཡོད་རེད་བ་དེ་ནང་བཞིན་རེད་ད་ནི་རྗེ་བཙུན་རིན་པོ་ཆེ་འདི་གསང་སྔགས་རྡོ་རྗེ་ཐེག་པ་བླ་མེད་ཀྱི་ཉམས་ལེན་བླ་མེད་མ་ཆོས་ཀྱི་ཉམས་ལེན་པ་ཞིག་ཡིན་པ་དེ་ནི་ཁོང་གི་མཛད་སྤྱོད་ཚང་མ་གསང་སྔགས་ཀྱི་དགོངས་པ་དང་འབྲེལ་བདེ་བ་དེའི་ལྟ་དགོངས་དང་འབྲེལ་བདེ་བ།

རྒྱུད་སྡེ་སོ་སོའི་སོ་སོའི་གི་ནང་ལོགས་ལ་དེ་ནས་མང་པོ་ཅིག་གསུངས་ཡོང་གི་ཡོད་རེད་པ་ད་ལྟ། འཁོར་ལོ་སྟོན་པའི་དེ་རྒྱུད་འོ་ད་དེ་ཚོའི་ནང་ལོགས་ལ་དེ་ནས་རིག་མ་གི་རྣམ་གཞག་མང་པོ་ཅིག་གསུངས་ཡོང་རེད་དེ་ཚོའི་ཐོག་ནས་མ་ཟེར་ཡོང་ན་དེ་ནས་གོ་བ་འདྲ་བོ་ཅིག་ལེན་རྒྱུ་ཡོད་བསྡད་པ་འོ་གནས་ལུགས་འདྲ་བོ་ཅིག་རྟོགས་རྒྱུ་ཡོད་བསྡད་པ་འོ་ད་དེ་འདྲས་ཅིག་ཆགས་བསྡད་གི་ཡོད་རེད་མ་ད་ས་ནས་ང་ཚོ་ཞལ་རྒྱུད་སྤོང་སངས་ཀི་རྒྱུད་ནས་ཁྱེད་ནས་ཡང་རབ་བལྟས་བས་ཡིན་ན་དེ་ནས་མི་དང་མི་མ་ཡིན་པ་ལྷ་དང་ཀླུ་དང་གནོད་སྦྱིན་དང་དྲི་ཟ་དང་ད་དེ་ཚོ་ལ་སོགས་པ་གི་དེ་འདྲས་གི།

འཛིན་སྟངས་འདྲ་པོ་ཟེར་བ་རོགས་ངོ་འཛིན་ཞུ་དང་དེ་ཁག་དགོས་པ་མ་གཏོགས་ད་ལྟ་ང་ཚོ་གི་བསམ་ཚུལ་གཅིག་གི་དེ་ནས་ཡ་དུས་རབས་རྙིང་པ་ལ་ཡ་སྐབས་ནས་སོ་སོག་ལོག་ལ་རན་མ་རན་འདྲ་པོ་འདྲི་བྱེད་རྒྱབ་བསྡད་ན་དེ་ནས་རྩ་བ་ནས་འགྲིག་གི་ཡོད་མ་རེད་བ་དེ་རེད་ནོར་འཁྲུལ་གི་ལྟ་སྟངས་གཅིག་ཆགས་འགྲོ་གི་ཡོད་རེད་བ། ད་དེ་ནས་རྗེ་བཙུན་རིན་པོ་ཆེན་དང་འདྲ་བའི་གི་སློབ་མ་སློབ་མ་གི་སྐབས་ལ་དེ་ནས་མི་མ་ཡིན་གི་སློབ་མ་ཨོ་ད་དེ་གི་སྐོར་དེ་ལྟ་རང་དུམ་བུ་གསུམ་འདྲ་པོ་ཆགས་སོང་དེ་ནས་རང་གི་གང་ཤེས་བ་ཨོ་ད་དེ་མ་ཞུས་བཞག་རེད་མ་གཏོགས་དེ་ནས་ད་ཐག་འདྲ་པོ་དེ་ནས་ཡོངས་སུ་རྫོགས་པ་གཅིག་ཆགས་གི་ཡོད་མ་རེད་དེ་ཅི་ཞིག། འདང་གི་ཡོད་མ་རེད་བ་གཅིག་ནས་གཉིས་ནས་དེ་ནས་ངས་དེ་བར་ཚོས་དཔེ་བསྡུར་འདྲ་བོ་ཞིག་ཡག་དང་དཔྱད་བསྡུར་ཞུ་ཡག་དང་དེ་ཚོ་ཡང་འདང་གི་ཡོད་མ་རེད་འོ་དེ་མ་ཚང་དུས་དེ་ལ་དེ་ཞན་ཆ་ཆགས་དུས་རྒྱུ་དེ་ད་ཡ་ཆོས་ཉིད་ཅིག་རེད་བ་འོ་དེ་ནས་ད་ཁོང་རྣམ་པས་ཅིག་བཤད་རོགས་ཞེས་དེ་ངས་གང་ཐུབ་ཐུབ་འདྲ་བོ་ཞིག་དང་གང་ཤེས་པ་འདྲ་ཞིག་མཛུབ་མོ་རེ་སྟོང་ཙམ་ཞིག་རོལ་མོ་རེ་སྟོང་ཙམ་ཞིག་མ་གཏོགས་དེ་ཡོང་གི་ཡོད་མ་རེད་ད་དེ་སེམས་དཔའ་པོ་རྣམས་ཀྱིས་བློ་ཁ་གང་ཐོབ་པའི་ཅིག་དང་ངེས་ཤིང་འདྲོངས་ཐུབ་པའི་ཅིག་དང་བློ་སྐྱིད་ཐུབ་ཐུབ་ཡ་དེ་རེ་དོགས་འདྲ་བོ་གིས་མེད་པ་རེད་ད་དེ། ཁ་སྐད་ཅིག་ཡོད་མ་རེད་ཡིན་ན་ཡང་ཁོ་ནོར་བོད་ཀྱི་ཅིག་ད་ཅིག་བཤད་རོགས་ཞེས་ཟེར་འདུག་འདི་རང་གི་གང་ཐུབ་ཐུབ་བཤད་བྱ་ནི་འདི་ངས་བཤད་བྱ་བ་འདི་ལ་བརྟེན་ནས་དེ་ནི་ཡང་རིམ་པས་རིམ་པས་སོ་སོ་གི་ཡང་དཔེ་ཆ་དེ་ཚོ་གཟིགས་དཔྱད་པ་དེ་ཚོ་གནང་ད་ནི་ཡག་རེད་ཡག་རེད་འགྲོ་ཐུབ་ཡག་གི་ད་ཏིག་ཅིག་རྐྱེན་འདྲ་བོ་ཞིག་གྱུར་ན་དེ་འགྲིག་འདུག་གི་ཡོད་རེད།